རྒྱལ་བ་བསྟན་འཛིན་རྒྱ་མཚོ་བོད་རྒྱལ་ཁབ་བོད་མི་མང་བོད་མི་རིགས་ཀྱི་དཀའ་ལ་དམིགས་པའི་དབུ་ཁྲིད། ལོ་རྒྱུས་ཀྱི་ཆ་ནས་མི་རིགས་ཀྱི་དད་འདུན་གྱི་ཆ་ནས་ཐུན་མོང་མ་ཡིན་པའི་གོང་ལྟར་ལོ་རྒྱུས་གཅིག་དང་འབྲི་བ་གཅིག་གི་ཐོག་ནས་ང་ཚོ་གི་ནམ་རྒྱུན་བཤད་ཡ་ལྟ་བུའི་མེག་ཁོག་པའི་སྙིང་ལ་དེ་ཆགས་ཏེ་ཡོད་རེད། ཡིན་ན་ལས་དགྲ་བོ་རྒྱ་ནག་གིས་ང་ཚོའི་རྒྱལ་ཁབ་ལ་བཙན་འཛུལ་བྱས་ནས།

སྡིངས་ཆ་ཁག་ལ་དགྲ་བོ་རྒྱ་ནག་གཙོས་པའི་རྒྱལ་བ་རིན་པོ་ཆེ་གི་ཐོག་ལ་མ་ཉེས་ཁ་གཡོག་གི་སྐུར་འདེབས་ཀྱི་མཚན་མོ་འགྲོ་བསྡད་ཡ་འདི། དགྲ་བོ་རྒྱ་ནག་གི་བིང་ལོ་དྲུག་ཅུ་རེག་གསུམ་ལ་རྒྱུན་མཐུད་བྱས་ནས་རྒྱལ་བ་རིན་པོ་ཆེ་ལ་མཚན་མོ་སྐུར་འདེབས་ཞུ་བ་གི་རྒྱུན་ཅིག་དང་དེའི་ལས་འགོར་གི་ཆ་ཤས་ཅིག་ཆགས་བསྡད་ཡོད་རེད་དེ་ནག་ཚོགས་གི་མ་བགྱིས་པའི་དགོས་གལ་ཆེན་པོ་ཞིག་རེད། འདིའི་སྐུར་འདེབས་འདི་དང་མཚན་མོ་འདི་དེ་རིང་ཁ་ཚང་གློ་བུར་དུ་བྱུང་ཡོད་ཀྱི་མ་རེད་དེ་རྒྱ་ནག་གཞུང་གི

དཔེ་ཆ་བཞག་ཡོད་ན་ད་རྒྱལ་སྤྱིའི་སྡིངས་ཆ་ཁག་ལ་འགྲོ་ཆེ་ཤོས་ཀྱི་གནད་དོན་འདིའི་ཐོག་ལ་སི་ཨེན་ཨེན་དང་བྷི་བྷི་བྷི་སི་གི་གནས་ཚུལ་དེ་ཚོ་ཆགས་ཀྱི་ཡོད་རེད། དེ་ཚོ་དང་གཅིག་པ་གཅིག་མཚུངས་དཔེ་ཆ་བཞག་ཡོད་ན་སི་ཨེན་ཨེན་གྱིས་སྤྱི་ཟླ་བཞི་པའི་ཚེས་པ་བཅུ་གཅིག་ལ་སྤེལ་བའི་གནས་ཚུལ་དེ་རྒྱ་ནག་གི་ད་ལྟ་གོ་ལའི་དུས་བབ། Global Times། ལ་དེ་ག་ལ་དེ་ག་རང་ཚེས་པ་བཅུ་གཅིག་ལ

ང་ཚོས་བསམ་བློ་གཅིག་གཏོང་དང། འདས་པའི་ལོ་ཁ་ཤས་ཀྱི་ནང་ལོགས་ལ་ང་ཚོ་བོད་པ་ཁ་བྲལ་དོན་པོ་ག་འདྲ་སྒྲོག་སོང། ལས་འགོར་གྱི་སྤེལ་བ་ཡིན་ན་མི་བཅུ་བཅོ་ལྔ་ཉི་ཤུ་མ་གཏོགས་བཅས་ཀྱི་ལས་འགོ་སྤེལ་ན་དཀར་བོ་རིང་ནག་པོ་རིང་ལབ་འབྲི་ཤི་རྒྱབ་ཀྱི་ནི་མཉམ་དུ་འཛོམས་ཐུབ་ཀྱི་ཡོད་མ་རེད་ད་དེ་རིང་རྒྱལ་བ་རིན་པོ་ཆེར་ཐུག་དུས་མཉམ་དུ་འཛོམས་ཐུབ་ཀྱི་ཡོད་རེད་དེ་ག་རེའི་ཆེད་ནི་རེད་དེ་མི་ཡི་འཚོ་བ་དང་འདུ་ཤེས་བཅས་ཀྱི་དེ་ཡོང་གི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ནམ་རྒྱ་རྒྱུན་དུ་ང་ཚོ་ཚང་མ་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་འོག་ལ་ཡོད་པ་དེ་ཁ་ཞེ་གཉིས་མེད་ཀྱི་དགོས་ཀྱི་ཡོད་རེད་ང་ཚོ་འཐབ་རྩོད་ཀྱི་བདག་པོ་ཡིན་པ་དེ་ཁ་ཞེ་གཉིས་མེད་ཀྱི་ཡོད་པ་ཡིན་ན་མ་མཐུན་མ་མཐུན་བའི་ཆ་དེ་མ་མཐུན་ཡོད་རེད་མ་མཐུན་ཡོད་ཚོང་མ་མཐུན་པ་སུ་ཡིས་བཟོ་ཐུབ་ཀྱི་མ་རེད་ཡིན་ན་རྩ་སྟོང་ལ་ཚུགས་དུས་ཚོང་མ་རྡོག་རྩ་གཅིག་སྒྲིལ་དགོས་པ་དེ་གལ་ཆེན་པོ་ཞིག་རེད་དེ་དངོས་གནས་ང་ཚོ་དེ་རིང་གི་མ་སྐྱེལ་དགོས་པ་གལ་ཆེན་པོ་ཞིག་རེད་དཔེ་ཆ་བཞག་ཡིན་ན།

ཡིན་ན་རེད། བོད་གཞིས་ལུས་མི་མང་བཙོང་པ་ཡིན་གྱི་ཡོད་ན་འདྲ་དཀའ་སྡུག་ཡོད་བ་ཡིན་ན་འདྲ་བོད་མི་མང་གི་རེ་བ་ཡིད་ཆེས་དེ་བོད་ལ་ཡོད་དེ་ཚོར་སླར་གསོ་བྱེད་ཐུབ་ལ་རེ་བ་བརྒྱབ་བསྡད་ཡོད་རེད། ད་དེ་རིང་རྣམ་པ་ཚོ་དོ་སྣང་བྱུང་ཡོད་རེད་རྒྱ་བ་རིན་པོ་ཆེ་ལ་འདི་འདྲ་གི་མཚན་མོ་སྐུར་འདེབས་བྱས་པའི་རྗེས་ལ་བོད་ནང་ལོག་ནས་དྲ་ལམ་ཁག་ལ་བོད་པ་གཅིག་གིས་ག་རེ་བྲིས་འདུག་ལབ་ན། ང་ཤི་ན་འདྲ་སོང་ན་འདྲ་ང་རྒྱ་བ་རིན་པོ་གི་སྐྱག་འོག་གི་མི་གཅིག་ཡིན།

ད་ང་ཚོ་དགའ་ལྡན་ཕོ་བྲང་གི་ལས་ཀྱི་སྣེ་མོ་བ་ཡིན་ན་འདྲ། ཤ་བོ་ང་ཚོ་མི་སེར་དཀྱུས་མ་ཡིན་ནར་དངོས་གནས་ཀྱི་རྒྱ་གར་མི་སྤྱི་ལ་བརྩི་མཐོང་ཡོད་ན། བུ་འུ་ལགས་ཀྱི་ལས་དབང་དེ་ལ་སེམས་ཁྲལ་ཡོད་ན། ད་ང་ཚོ་གི་ལོ་ལྷག་བསྡད་རྒྱུ་དེ་ང་ཚོའི་གོ་སྐབས་དམ་འཛིན་བྱེད་ཀྱི་ནས་རྒྱ་གར་མི་སྤྱི་དང་མི་མང་པ་རི་ལ་རྡོག་རྩ་གཅིག་སྒྲིལ་དགོས་ཡ། རྒྱ་གར་མི་སྤྱི་སྐུ་བཞུགས་སའི་རི་ངོགས་ལ་ང་ཚོ་གི་རྡོག་རྩ་གཅིག་སྒྲིལ་བྱེད་ཀྱི།

སྐུ་ཚེ་ལྷག་མ་དེ་ང་ཚོ་གི་དངོས་གནས་གོ་རུ་དམ་འཛིན་བྱེད་རོགས་ཅེས་ངས་ཐེ་ཞུ་བ་ཡིན་དེ་རིང་འཚོ་བ་སྡོང་པོ་དང། དེ་རིང་ངས་ཐུགས་རྗེ་ཆེ་ཞུ་ཡ་གཅིག་ལ།

ཁ་བ་གངས་ཅན་པའི་སྤུན་ཟླ་ཚོ་གིས། གནས་སྟངས་འདི་འདྲ་གི་སྐབས་ལ་སོ་སོ་གི་མི་རིགས་གཅིག་པའི་ལ་རྒྱ་ལབ་གི་ཡོད་ན་འདྲ། བླ་མ་དང་སློབ་མ་བར་གི་དད་པ་དམ་ཚིག་ལབ་གི་ཡོད་ན་འདྲ་དེའི་གནད་དོན་གཅིག་གི་ཐོག་ནས་རྒྱལ་བ་རིན་པོ་ཆེ་གི་སྐུ་རྒྱབ་ལ་རི་བོ་ནང་བཞིན་ལངས་བྱས་ནས་འབོ་ར་དང་པོ་དེ་འདྲ་རྒྱལ་བ་རིན་པོ་ཆེ་སྐུ་པར་དང་པོ་ནང་ལ་འཆར་བྱས་ནས་རྒྱལ་སྤྱིའི་སྡིངས་ཆ་ག་ལ་ལངས་ཡོང་བ་དེ་ལ་ང་བོད་པ་གཅིག་གི་ངོས་ནས་བོད་ནས་ལེབ་ཉན་བྱེད་མཁན་ངོས་ནས་གསར་འབྱོར་བ་གཅིག་གི་ངོས་ནས་བོད་ལ་ག་དུས་ནས་རེ་བ་རྒྱབ་བསྡད་མཁན་གཅིག་གི་ངོས་ནས། ངས་རྣམ་པ་ཚོ་ཚང་མ་ལ་དེ་རིང་གི་ལས་འགུལ་འདི་བརྒྱུད་ཆེད་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ད་དེ་ནས་ངས་མཐའ་མ་ག་རེ་ཞུ་བ་ཡིན་ཞབས་ན། ང་ཚོ་ད་ལྟའི་སྐབས་ལ། ད་རྒྱལ་བ་རིན་པོ་ཆེ་གིས་མཛད་པ་འཕྲིན་ལན་གྱི་ཐོག་ལ་དགྲ་བོ་རྒྱ་ནག་གཙོས་པའི་གི་འདི་འདྲ་གི་མ་ཉེས་ཁ་གཡོག་གི་གནས་སྟངས་སྤྱི་ངན་གོ་ཆ་འདི་གི་སྐབས་ལ། བོད་པ་ཚོ་རྡོག་རྩ་གཅིག་སྒྲིལ་གྱི་རེ་བ་གཅིག་རྣམ་འགྱུར་གཅིག་འབོད་སྒྲ་གཅིག་མཐོང་བ་དེས། ང་ཚོ་གི་གཅིག་སྒྲིལ་བྱེད་དགོས་ཏེ་ང་ཚོ་ཕྱོགས་ཚང་མ་གི་འགན་རེད་དེ། ཕ་ཕྱོགས་ལ་འགན་ཡོད་རེད་ཚུར་ཕྱོགས་ལ་ཡོད་མ་རེད་ལབ་ན་ལ་དག་གི་མ་རེད་དེ་བྱེད་དུས་ང་ཚོ་ཚང་མ་གི་ལག་པ་བྲང་འགོག་ལ་བཞག་བྱས་ནས་དངོས་གནས་གི་ཉིས་སྟོང་བརྒྱད་ལ་ང་ཚོ་ལ་ག་འདྲི་བྱུང་སོང་བོད་ཕྱི་ནང་གཉིས་ལ་ད་ད་ལྟ་ང་ཚོ་གི་འགོ་ཚོགས་ལ་ག་རེ་ཡོང་གི་འདུག་དེ་ལ་བསམ་བློ་གཏོང་བྱས་ནས་ད་ང་ཚོ་གི་ད་ལྟའི་གནས་སྟངས་འདི་གི་བརྒྱུད་རིམ་འདིའི་ནང་ལོགས་ལ་སླར་ཡང་རྡོག་རྩ་གཅིག་སྒྲིལ་གྱི་རྣམ་འགྱུར་གྱི་ཡོལ་བ་འདི་ང་ཚོ་གི་གཅིག་རིག་དགོས་ཡ་དེ་གལ་ཆེན་པོ་ཞིག་རེད། དེ་ནས་རྒྱལ་བ་རིན་པོ་ཆེ་ལ་འདི་འདྲས་ཀྱི་མཚན་མོ་ཡོང་ཡ་འདི་རྒྱལ་བ་རིན་པོ་ཆེ་སྐུ་སྒེར་ལ་མཚན་མོ་བྱེད་ཀྱི་ཡོད་མ་རེད་དེ་ང་ཚོ་ཡག་གོ་དགོས་ཀྱི་རེད། རྒྱལ་བ་རིན་པོ་ཆེ་ལ་རྒྱ་ནག་གི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ལོ་དྲུག་ཅུ་རེ་གསུམ་མཚན་མོ་སྐུར་འདེབས་བྱེད་ཡ་འདི་རྒྱལ་བ་རིན་པོ་ཆེ་དེ་བོད་སྒེར་ལ་ནི་མེད་པའི་དབུ་ཁྲིད་ཡིན་པ།